ཨན་ད་ལྟ་ང་དེ་ལྟ་བོད་གངས་ཅན་གྱི་ད་ཞིང་ལ་ཡར་སྐྱེད་ཨེ་ན་གང་ད་བོད་ཀྱི་ད་ཆོས་དང་རིག་གཞུང་དང་འབྲེལ་བ་ཡོད་དེ་བ་ཚང་མ་ལོག་གི་ང་ཡར་སྐྱེད་གི་དད་པ་ད་ཅིག་གི་མོས་པ་རྩི་གཅིག་ཡོད་དེ་བ་ཞིག་འདུས་ཙང་ནས་ཁ་ཡོད་ལག་ཡོད་གི་ཁ་མི་ལ་ཡར་ཕན་ཐོག་ཡོང་དེ་ཡར་ཅིག་འདུག་ག་ས་དེ་འདྲ་ཡིན་འདུས་ཙང་ནས་བདག་གང་དག་ངས་ཧ་ད་ས་ཁུལ་དེའི་སྐྱེས་ནི་ཅེས་གཙོ་བོ་བོད་གངས་ཅན་གྱི་ལྗོངས་ཀྱི་ཨེ་ནི་སྐྱེ་འགྲོ་སེམས་ཅན་སྤྱི་དང། ཨ་ནི་ང། ལྷའི་ས་ཡི་དེ་ཙམ་ནས་ངས་གསེར་ཞག་བྲན་གྱི་ཁ་ཆེའི་གྲོགས་པོ་མོག་གུ་ཆགས་ཡོད། ཨེ་ནས། ཆོས་ལུགས་ཁ་ཁ་རེད་དེ་ཚང་མ་ལོག་གི། ང་ཡ་དགའ་པོ་ཆགས་བྱེད་ཀྱི་རེད། ས་ད་དེ་བཞིན་དུ་ཨེ་ནི་རྒྱ་ནག་ཆ་བཞག་ནས་ད་རི་སྐད་ཟ། བྱེད་ཀྱི། སྔ་མོ་ཨེ་ནི་ཏཱ་ལའི་ལོག་སྤྱོད་པ་ཟེར་ལབ་ནས་ཞིབ་ཏུ་ཆས་དེ་ཡ་བྱེད་ཀྱི། ད་རི་སྐད་ཟས་དུས་ཚོད་ད་དེ། འགྱུར་བ་ཕྱིན་བྱས། ཁྱེད་ཀྱིས་ཏཱ་ལའི་བླ་མ་སླེབས་ནས་དགའ་མོས་བྱེད་མཁན་རྒྱ་ནག་ནང་ལས་མང་པོ་འདུག་ག་ཨེ་འཛམ་བུ་གླིང་གི་འཛམ་གླིང་ལྷོ་བྱང་ཤར་ནུབ་ག་ས་ག་ལ་ཁྱེད་ཀྱིས་ཏཱ་ལའི་བླ་མ་ལ་ཡ་དགའ་བོ་བྱེད་མཁན་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་ག་ཆ་དེའི་དེ་ལ་ཡ་བ་ད་གེ་ཚེ་ཐུབ་ཐུབ་ཀྱིས་ཁྱེད་ཀྱིས་ཕན་ཐོགས་བྱེད་འདོད་ཡ་བྱེད་ཀྱིས། མདོར་ན་ཆོས་མ་དར་སར་ལུང་པའི་ནགས་ལོག་ལས། ཏཱ་ལའི་བླ་མར་ལབ་དུས་དགའ་པོ་བྱེད་མཁན་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་ག་ས་ཡིན་དུས་ཡིན་དུས་རྩ་ནས་བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ་ཁྱབ་ཀྱང་ཉམས་པར་སྐྱོད་པའི་ཕྱོགས་དེ་ནི། སྙིང་རྗེ་ཆེན་པོའི་ཡིད་རབ་བསྐྱོད་པ་ཡིས་ཕན་བདེ་སྟེར་ཏེ་གསལ་བར་བྱེད་པར་ཤོག་གསུང་བ་ནང་བཞིན་ད་ངས་ལྷག་བསམ་སྐྱེས་བྱེད་འདུག་སྡད་ཀྱི་ཡོད་རེད། ཨེ་ནས་ཨ་མདའ་འབུ་རྡོ་གཅིག་གི་རྫ་བུ་ལས་འདི་གང་ལ་ཞི་བདེའི་གཟེངས་རྟགས་ད་ཐོབ་བྱས་ཡོད་རེད་ལ། ཅེས་གང་ལྟར་འཛམ་གླིང་ཤར་ནུབ་ལྷོ་བྱང་མང་དགུ་གཅིག་ལ་ཡར། ཞིག་གིས་ཏཱ་ལའི་བླ་མ་ལ་ཡར་དགའ་མོས་བྱེད་མཁན་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་ག་ས་དེ་འདྲ་ཡིན་དུས། ཅེས་ཚང་མ་ལོག་ང་ཡར་དགའ་མོས་བྱེད་བྱེད་བསྡད་དེ་ཡོད་རེད་དེ་འདྲ་ཡིན་དུས་ང་རའི་ངོས་ནས་ཆ་བཞག་ནས་ག་ཚད་ཐུབ་ཐུབ་ཀྱིས་པའི་མི་ཚེ་ལོ་བརྒྱ་ཕྲག་གཅིག་ལྷག་ཚེ་བྱེད་ངའི་གཉིད་ལམ་ལ་ཡོད་པ་ནང་བཞིན་གྱི་ལོ་བརྒྱ་དང་བཅུ་ཚེ་འདས་གཟིགས་བོད་སྐད་དང་བདེ་ཐུ་ཡག་བྱེད་ཀྱིས་ངའི་སྨོན་ལམ་རྒྱག་གི་ཡོད་ལ། གང་ལྟར་ཅིག་དེའི་རིང་ལ་ཨེ་ནི་འཛམ་གླིང་ཤར་ནུབ་ལྷོ་བྱང་ག་ས་ག་ནས་ཅིག་གིས་ཏཱ་ལའི་བླ་མ་ལས་ཡག་དགའ་མོས་བྱེད་མཁན་མང་པོ་ཆགས་ཡོད་རེད། ཚ་དེ་དུས་ཚང་མ་ལོག་རེད་ཡ། ཁོ་གང་ལྟར་ཅིག་མི་ཚེ་བདེ་ལེགས་ཡ། ཅིག་གི་ཏཱ་ལའི་བླ་མ་སི་ལབ་དུས་སེམས་ཐག་ཉེ་བོ་རུ་ཅིག་གིས་དགའ་མོས་བྱེད་ཤེས་པ་སྟེ་གི། བག་ཆགས་ཚེ་རབས་ནས་ཚེ་རབས། ཁོ། བཞག་བཞག་ཡ་ཅིག་གི་ད་གསལ་པོ་ཤར་རེད། ས་དེ་འདྲ་ཡིན་དུས། ངས་ཨ་མདའ་པ་དུ་ཅིག་གི་འཛམ་བུ་གླིང་འདི་གང་ལ། ཅིག་གི་ཁ། འཛམ་གླིང་ཤར་ནུབ་ལྷོ་བྱང་ག་ས་ག་ལ། ཅིག་སྔོན་ན་དྲང་གནས་ཀྱི་ཅིག་གི། གྲོགས་པོའི་འདུ་ཤེས། མིའི་བརྩེ་བ་འདི་འདྲའི་གཅིག་གི་ཐོག་ནས་ངའི་མཛའ་མོ་ནི་འདི་གང་ལ་དགའ་མོལ་བྱེད་མཁན་མང་པོ་ཤར་ཡོད་རེད་ད་དེའི་བཟང་པོ་ལག་ལས་ཡག་བོད་སྐད་ཕན་ཐོག་ཡོང་ཐུབ་ཡག་གཅིག་གི་བག་ཆགས་བཟང་པོ་ཅིག་བཞག་ནས་ཨེ་ནི་ཚེ་རབས་ནས་ཚེ་རབས་ང་ཚོ་ད་ལས་ཀྱི་འབྲེལ་བ་ཡོད་བསྡད་པ་ཡིན་དུས་ཙང་ནས་ཨེ་ནི་གང་ཟག་འདིའི་སྡེ་ལ་བྱེད་གི་གང་ལྟར་ང་དེ། འཕགས་པ་སྤྱན་རས་གཟིགས་ཀྱི་བྱིན་རླབས་ཡོད་འདོད་པ་ཅིག་གིས་ད་མི་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས་རྩ་ནས་དངོས་སུ་ང་དང་འབྲེལ་བ་ཡོད་པ་དེ་རྒྱལ་དེའི་དོན་གྱིས་འཕགས་པ་སྤྱན་རས་གཟིགས་དང་འབྲེལ་བ་ཡོད་འདོད་པ་ཅིག་གོ་ཆགས་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་དུས་རྩ་ནས་ཨེ་ནས་ང་དང་འབྲེལ་བ་ཡོད་འདོད་པའི་འཛམ་བུ་གླིང་ཕྱི་ནང་ཤེར་ནུབ་ལྷོ་བྱང་ཞེས་ག་དག་ང་ལ་ཡང་དགའ་མོས་ཡོད་བསྡད་པ་དེ་ཡིན་འདི་གི་ཚེ་རབས་ནས་ཚེ་རབས་འཕགས་པ་སྤྱན་རས་གཟིགས་ཀྱི་རྗེས་སུ་བཟུང་ནས་ཨེ་ནས་གང་དག་ཅིག་གིས་སྐྱེ་བ་ནས་སྐྱེ་བ་ཕུད་ཀྱི་བར་སྐལ་བ་བཟང་དུ་འགྲོ་ཡ་ཅིག་དང་བདེ་སྐྱིད་ལྡན་པ་ཅིག་ཡོང་ཐུབ་ཡ་ཨེ་ནས་སྐབས་སུ་བབ་པ་གཙོ་ཆེ་ཤོས་བོད་གངས་ཅན་ལྗོངས་ཀྱི་བུད་མེད་ཚོ་སྔོན་དང་དྲ་གནས་ཀྱི་བའི་ལྷ་ལས་བའི་དད་པ་དང། མོས་པ་རྩེ་གཅིག་ཡོད་རེད། ཨེ་ནི་ཧི་མ་ལ་ཡའི་རི་རྒྱུད་ཀྱི་མི་མང་ཚོས་དེ་དེ་བཞིན་ཡི་གེ་ལ་དག་ཐལ་བས་ག་ལྟ་སྟེ་ཧི་མ་ལ་ཡའི་རི་རྒྱུད་ཀྱི་མི་ཚོས་ང་ལ་ཡ། ཆེ། གི་དགའ་མོས་དེ་རྩེ་གཅིག་ཏུ་ཡོད་པ་ཡིན་དུས་རྩ་ནས་དེ་གི་དེ་གི་གང་ལྟར་མི་ཚེ་དེ་ལ་ང་ཚོ་བག་ཆགས་བཟང་པོ་ཅིག་བཞག་ནི་ཨེ་ནི་ཚེ་རབས་ནས་ཚེ་རབས་བག་ཆགས་འདི་གི་ཡང་འབྲས་བུ་སྨིན་ཡིན་ནུས་ཙམ་ནས་ཅེས་གང་ལྟར་རིམ་པས་ཀྱི། སངས་རྒྱས་ཀྱི་ས་ལ་ཡང་སླེབས་ཐུབ་ཡག་ཅེས་ཀྱི་ངས་སྨོན་ལམ་རྒྱག་གི་ཡིན་ལ། ཨོའི་ཁྱེད་རང་ཚོ་ཚང་མ་ལོག་གི་སྨོན་ལམ་རྒྱབ་རོགས་གྱིས། ད་དིར་ད། གྲྭ་ས་སྐུ་ཞོགས་ཚོ་དིར་དེ། རྐང་བྱེད་མཁན་རེད། ཨེ་ནི་ཚང་མ་ལོག་གི་ཧུར་ཐག་རེད། ཨེ་ནི། གྲྭ་ཚང། ཨེ་ནི་སངས་རྒྱས་འཇིགས་གསུམ།

ཨ་འདའི་ཡོག་ར་ལ་ད་དུང་ཡིན་ན་ཡག་པོ་ཅིག་ཡོང་ཐུག་ཡག་ཅིག་གི་ཨེ་ནས་ཚང་མས་ཧུར་ཐག་གནང་ཞོག་ཨེ་གཞན་ཞུ་ཡག་གི་མི་འདུག་བཀྲ་ཤིས་རེད་ཐུགས་རྗེ་ཆེ།